བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་ལྷ་དཀར་སྲུང་བརྩི་དང་དུས་མཉམ་དེ་རིང་སྤྱི་ཟླ་ལྔ་བའི་ཚེས་ཉི་ས་གསུམ་གྱི་ཉིན་མོ་དེ་བཞིན་རྒྱ་ནག་གཞུང་གིས་བོད་ཐོག་བཙན་དབང་གིས་གྲོས་མཐུན་དོན་ཚན་བཅུ་བདུན་བཞག་ནས་ལོ་ངོ་དྲུག་ཅུ་རེ་གཅིག་སོང་ཡོད་སྟབས་བོད་མི་ཚོས་མེག་ལོད་ཀན་ཆོས་གསུམ་དཔའ་བོའི་རྡོ་རིང་ནས་རླངས་འཁོར་བབས་ཚུགས་བར་བོད་ཆས་ལེགས་པར་སྤྲས་ནས་གོམ་བགྲོད་བརྒྱུད་གྲོས་མཐུན་དོན་ཚན་བཅུ་བདུན་ལ་ངོས་ལེན་མེད་པའི་རྒྱ་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་གནང་སོང། དེ་རིང་གི་ལས་འགུལ་དེའི་སྐབས་རྡ་ས་ས་གནས་གཞོན་ནུའི་ངོས་ནས་རྒྱ་གར་གྱི་ཡུལ་མི་གཙོ་བོར་གྱུར་པའི་ཕྱི་རྒྱལ་མི་རིགས་མང་དག་ལ

བོད་སྦས་ཀྱི་འདོད་པ་མི་མཐུན་པ་བཙན་འོག་ཏུ་བཞག་པ་གཅིག། གཉིས། བཟོད་སྦས་ཀྱི་ཡིག་ཆ་འདི། གང་ལ་ཡང་ཐེ་ཚེ་བཟོད་པ་འདི་ཡ་ཆ་ཚང་རྫུན་མ་བཟོས་ནི་བོད་སྦས་ཀྱི་ཨ་ནི་འདི་འདྲས་ཀྱི། མོས་མཐུན་བྱས་པའི་ཡིག་ཆ་འདི་གང་ལ་ཡང། འགྲོ་སྟངས་དང་མ་མཐུན་པའི་ཨ་ནི། ཐེ་ཚེ་ཁོ་རང་རྫུན་མ་བཟོས་པས་ཀྱི་རྐྱེན་པས་ཨ་ནི་ང་ཚོ་དེ་ལ་ཡང་མོས་མཐུན་མེད་ཟེར་ལབ་དགོས་པ་རེད་འདི་གཅིག་རེད། འདིའི་གང་ལ་ཡང་གྲོས་མཐུན་དོན་ཚན་བཅུ་བདུན་ནང་ལ་ཡང་མགོ་བཙུགས་དུས་ནས། ཨ་ནི། བོད་ཀྱི་ནང་ལོར་ཡ། བོད་པའི་ཆོས་དང་རིག་གཞུང། ཨ་ནི། ལྷག་པར་དུ་བོད་པའི་དབུ་ཁྲིད་རྒྱ་བོད་རིན་པོ་ཆེ་དང་ཨ་ནི། པཎ་ཆེན་རིན་པོ་ཆེ་ཁོ་རང་ཁོ་རང་ཚོའི་ཨ་ནི་གོ་གནས་ཆ་ཚང་མུ་མཐུད་ཅིག་རང་འཇགས་བཞག་གི་ལབ་ཡོད་རེད་དེ། ལྔ་བཅུ་ང་གཅིག་གི་གཞུག་ལ་ཡ་རྒྱ་མིས་བཙན་གནོན་བྱས་ནི། ཨ་ནི་ལྔ་བཅུ་ང་དགུ་བར་དུ་པ་དེ། དྲག་གནོན་རང་བྱས་པ་སོང་ཙང་ཨ་ནི་ཁོ་རང་ཚོའི་གྲོས་དོན་དོན་ཚུན་བཅུ་བདུན་ག་ལ་ཡ་ཁས་ལེན་པ་དེ་རྩ་བ་ཉིད་ནས། ལག་བསྟར་མ་བྱས་པ་བྱས་འདི་ག་ལ་རྡོག་རོལ་བཏང་ཡོད། རྒྱ་གཞུང་གི་བཙན་འོག་ཏུ་བཞག་པའི་གྲོས་མཐུན་དོན་ཚན་བཅུ་བདུན་དེ་ལ་ངོ་རྒོལ་ཆེད་ཕེབས་པའི་བོད་མི་རྣམས་ནས་དེ་རིང་ལྷ་ཁང་དང་བསྟུན། བོད་ཀྱི་ཐུན་མོང་མ་ཡིན་པའི་ཡུལ་ལུང་སོ་སོའི་བོད་ཆས་ལེགས་པར་སྤྲས་ཡོད་སྟབས། ས་གནས་གཞོན་ནུའི་ངོས་ནས་སྐྱེས་པ་དང་བུད་མེད་གོན་ཆས་ལེགས་ཤོས་གཉིས་ལ་སྒོར་ཆིག་སྟོང་གི་ལེགས་གསོའི་བྱ་དགའ་བཅས་ཕུལ་གནང་སོང། འདིས་བོད་ཆས་ཆ་ཚང་བོན་པ། ཨ་ནེ། ལེགས་ཤོས་བུད་མེད་ནང་ནས།

ད་ལྟ་འདི་ཡོངས་གྲགས་ཆ་ནས་ཡིན་ན་བྲག་ཡ་དང་ཅེས་སྨར་ཁང་དང་ཚ་བ། ཆ་མདོ་གི་གྱོན་སྟངས་དེ་ཚོ་གྱོན་སྟངས་རྣམ་པ་ཡིན། གཞི་རྩའི་རྒྱ་ནག་གཞུང་ནས་བོད་རྒྱ་གཉིས་བར་ལ་དམག་འཁྲུག་སོགས་དྲག་པོའི་རྒོལ་ལན་མི་ཡོང་བར་ཞི་བའི་སྒོ་ནས་གྲོས་མོལ་བྱ་རྒྱུར་ཁ་བཏགས་ནས་པེ་ཅིང་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ཕྱི་ཟླ་ལྔ་པའི་ཚེས་ཉི་ཟག་གསུམ་ཉིན་བོད་གཞུང་གི་སྐུ་ཚབ་ང་ཕོད་ངག་དབང་འཇིགས་མེད་ལགས་སོགས་གནད་ཡོད་མི་སྣ་ཁག་ཅིག་གདན་ཞུ་གནང་ཡོད་ན་ཡང་སྐབས་དེར་རྒྱ་གཞུང་གིས་བོད་མིའི་སྐུ་ཚབ་རྣམས་ལ་བཙན་ཤེད་བཏང་ནས།